རླུང་འགྲོ་སྒུལ་འགྲོ་གི་ཉམས་ལེན་བྱེད་སྟངས་སྐོར་ལ་ཅུང་ཟད་ཞུས་ན། སྤྱི་བཏང། རླུང་རོ་དགུ་དྲུག་དེ་ཨ་ནི་རྩ་རླུང་འཁྲུལ་སྐོར་རེད། དེ་ག་ནང་བཞིན་སྒོམ་ཉམས་ལེན་ག་རེ་བྱས་ན་དེའི་སྔོན་དུ། གོམས་ཀྱི་སྟ་གོན་ལྟ་བུ་ལ་ཉམས་ལེན་བྱེད་ཡ་གྱི་རེད། ཨ་ནི་དེ་ཙམ་མ་ཡིན་པ་ནམ་རྒྱུན། སྒོམ་དང་རྩ་རླུང་འཁྲུལ་སྐོར། མ་བྱས་ན་ཡང། སོ་སོ་རང་ཉིད་སེམས་པ་ལྷོད་ལྷོད་ཡོང་བ་དང་བལྟས་ཅིག་ད་ལྷོད་ལྷོད་ཡོང་ཡས་བྱེད་དུས་དེ་རླུང་རོ་དགུ་དཀྲུགས་ཏེ་ཞོ་ཁའི་རྔ་བོ་ནས་ཉམས་སུ་བླངས་པ་ཡིན་ན་ནི་སེམས་པ་ལྷོད་ལྷོད་ཆགས་ཡས་ལ་ཕན་ཐོགས་ཆེན་པོ་ཞེ་དྲག་ཡོད་རེད་ནི་དེ་ག་ནང་བཞིན་བྱུང་ན་ཉག་ཁའི་སྔོན་ལ་ཉམས་ལེན་དེ་ཅུང་ཟད་བྱེད་ཐུབ་པ་ཡིན་ན་ནི་གཉིད་སྐྱིད་པོ་འགུ་ཡས་ལ་ཕན་ཐོགས་ཆེན་པོ་ཡོད་རེད། ཨ་ནེ། བྲིས་དང། ད་གོམ་ཉམས་ལེན། བྱས་པའི་སྔ་ལྟས་འདྲ་བོ་བྱས་ཡིན་ན། རླུང་རོ་དགུ་དྲུག་དེ། ད་རླུང་སྦྱིན་རྔུབ་མ་བྱས་པའི་སྔོན་དུ། ཨ་ནེ། གཟུགས་པོ་ཡི་འདུག་སྟངས་དེ་ལ། རིམ་པ་འདྲ་བོ་ཅིག་ཡོད་རེད། དེ་རིམ་པ་དེ་ག་འདྲ་རེད་ཟེར་ན་གཙོ་བོ། ཐོག་མར་དང་པོ། ཞབས་སྐྱིལ་ཀྲུང་ཟེར་ནས་རྐང་པ། སྐྱིལ་ཀྲུང་བྱས་ནས་འདུག་ཡ་གཅིག་དང། དེས་རྐང་པ་སྐྱིལ་ཀྲུང་བཅས་ནས་འདུག་དགོས་པའི་རྒྱུ་མཚན་དེ་ག་རེ་རེད་ཟེར་ན་ནི་དེའི་རིང་ག་ལ་ནི་འགྲོ་འདུག་གི་ལས་དེ་མཚམས་བཞག་ཡས་ཀྱི་མཚོན་བྱེད་ལྟ་བུ་དང། གཉིས་པ་དེ་ལ་ནི་སྒལ་ཚིགས་བརྡ་དང་དྲངས་པ་ཟེར་ན་ནི་གཟུགས་པོད་ཀྱི་སྒལ་པ་དེ་ཡར་ཀྲོང་ཀྲོང་བསྲངས་ནས་བརྡ་ནང་བཞིན་དྲང་པོར་ཡོང་ཡས་ཅིག་དང། ད་འདིས་གཙོ་བོ། སེམས་ཀྱི་དམིགས་གཏད་འགྲོ་བ་དེ་གང་ཡོང་བའི་རྗེས་དང། གསུམ་པ་དེ་ལ། ཕྱག་མཉམ་གཞག་ཟེར་ནས། ལག་པའི་ཕྱག་རྒྱ་དེ་གལ་ཆེན་པོ་རེད། ཕྱག་རྒྱ་དེ་བཅའ་དུས་གང་ལ། ཐོག་མར་དེ་ལ་ལག་པའི་སྲིན་མཛུབ་མ་མནན་དགོས་ད་ཕྱོགས་གཉིས་ཀ་ནས། སྲིན་མཛུབ་དེ་མནན་དགོས་རྒྱུ་མཚན་དེ་ག་རེད་ཟེར་ན། སྲིན་མཛུབ་དེའི་བརྒྱུད་ནས་གདོན་དང་གནོད་པ་ལ་སོགས་དེ་མི་མ་ཡིན་དུ་བཟོ་ད་རྣམ་བཤད་ལ་དེ་འདྲ་བརྫུ་གི་ཡོད་པའི་གནོད་པ་དེ་དེ་དག་ཐམས་ཅད་སེམས་འཚུབ་རྒྱུ་ནས་བརྫུས་གི་ཡོད་པའི་ཆ་ནས་ཨ་ནི་གནས་སྐབས་ད་ལྟའི་ཉམས་ལེན་གྱི་རིང་ལ་ཨ་ནི་དེ་དག་མི་ཡོང་བའི་ཆེད་དུ་སྒོ་བགགས་པ་ལྟ་བུ་ཞིག་རེད། ཨ་ནི། མཉམ་བཞག་གི་ལག་པ་བཞག་སྟངས་དེ་ལ་ག་རེ་ཟེར་ན་ཨ་ནི། ལག་པ་གཡས་པ་དེ་འོག་ལ་བཞག་གཡོན་པ་དེ་གང་ལ་བཞག་པ་རེད་དེ་བཞག་པའི་རྒྱུ་མཚན་དེ་ག་རེ་ཟེར་ན། གཡོན་པ་དེ་ཡེ་ཤེས་ཀྱི་རྩ་ཡོད་པའི་ཆ་ནས་ཡེ་ཤེས་ཀྱི་རྩ་དེའི་ཉོན་མོངས་པའི་རྩ་དེ་ཟིལ་གྱིས་གནོན་པའི་མཚོན་བྱེད་ལྟ་བུ་བྱས། དེ་འདྲས་བྱས་ནས་མཉམ་བཞག་དེ་འདྲས་བྱས་ནས་ཕྱག་མཉམ་བཞག་བྱས། མགྲིན་པ་ལྕགས་ཀྱུས་ལྟར་གུག་པ་ཟེར་ནས་དེ་ནས་མགྲིན་པ་དེ་མ་ལྕགས་ཀྱུ་ནང་བཞིན་ཏོག་ཙམ་མ་གུག་དེ་ཞིག་གུག་རེད་འདི་གུག་དགོས་རྒྱུ་མཚན་ག་རེད་ཟེར་ན་དེའི་གནས་སྐབས་ལ། ད་ངག་གི་ད་སྐད་ཅིག་ཤེས་ཡ་དང་འདི་ཚོ་མཚམས་བཞག་པ་མཚོན་བྱེད་འགྲོགས་བྱེད་རེད་ཨ་ནི། དེ་འཇུག་ལ་ཐ་མ་དེ་ལ་མིག་ཤང་ཟིར་ཕབ་པ་ཟེར་ན་ད་མིག་དེ་མིག་གི་ལྟ་སྟངས་དེ་སྣ་རྩེ་ནས་མ་ལྟ་དགོས་དེ་གལ་ཆེན་པོ་རེད་འདི་ལྟ་དགོས་འདི་ཤང་ཟིར་ཕབ་དགོས་རྒྱུ་མཚན་དེ་ག་རེད་ཟེར་ན་གལ་སྲིད་དམིགས་དེ། རྒྱ་ཆེན་པོ་ཆེན་པོ་རོལ་ཅིག་གདངས་པ་ཡིན་ན། ནི་ཕྱི་ལོགས་ལ་གཡེང་བ་དང་དེ་འདྲས་ཡོད་དུས་ག་ལ། ནི། རྒོད་པ། ནི་རྒོད་པའི་གི་ད། སེམས་གཡེང་འགྲོ་བའི། འགྲོ་གི་ཡོད་ཙང་དེ་མི་གཡེང་བའི་ཆེད་དུ་རེད། ནི། དམིགས་བཙུན་པ་ཡིན་ན། ནི། སོ་སོའི་རྒྱུད་ལ། ནི། བྱིང་བ་ཤུགས་ཆེན་པོ་ཡོད་དུས་ག་ལ་ད། བྱིང་བའི་དབང་དུ་སོང་ནས་མ། ཐིབས་འགྲོ་ཡ་ཉེན་ཁ་ཡོད་དུས་ག་ལ། ཡང། མིག་མི་འཛུམ་པ་དང་ད་མིག་དེ་ཕྱི་མ་བཙུམ་ན་རེ་ཤག་མཛེ་ལ་ཕབ་ནས་ཨ་ནི་ད་རླུང་རོ་དགུ་དྲུག་གིས་ད་ཉམས་ལྡན་དེ་འགོ་འཛུགས་དགོས་རེད། ད་རླུང་རོ་དགུ་དྲུག་དེ་གཙོ་བོ་དབུགས་འབྱིན་རྔུབ་བྱེད་སྟངས་ཅིག་རེད་དབུགས་འབྱིན་རྔུབ་མ་བྱེད་པའི་སྔོན་ལ་གཙོ་བོ་ད་སེམས་རྣལ་དུ་ཕབ་ཡས་དང་སེམས་ཞི་བར་གནས་ཡས་ཀྱི་ཉམས་ལེན་ཅིག་ཡིན་པའི་ཆ་ནས་ཐོག་མར་སེམས་ཀྱི་གནས་སྟངས་དང་འདུག་སྟངས་དང་འགྲོ་སྟངས་ཧ་གོ་བའི་བྱེད་པ་ལ་རྩ་བསྒོམ་དགོས་རེད་རྩ་སྟོང་པའི་ནང་ལ་རླུང་རྒྱུ་དགོས་རེད་རླུང་དེ་ལ་སེམས་གནས་གི་ཡོད་པའི་ཆ་ནས་དེ་དག་ཐམས་ཅད་རིམ་པ་བཞིན་དུ་བསྒོམ་དགོས་གལ་ཆེན་པོ་རེད་རྩ་དེ་ག་འདྲས་བསྒོམ་དགོས་རེད་ཟེར་ན་ཐོག་མར། སྤྱི་གཙུག་ནས་མ་ལྟེ་བའི་ལྟས་མཚམས་ཀྱི་འོག་ཏུ་ད་སོར་ཞིག་མཚམས་བར་དུ་ཨ་ནི། རྩ་སྟོང་པ། སོར་མོས་ཀྱི་ད། ཆེ་ཆུང་ཙམ་ཞིག་ཨ་ནི། རྡོག་སྔོན་པོ་ཡིན་པ་ཅིག་བསྒོམ། ཨ་ནི། རྡོག་སྔོན་པོ། དེ། ཨ་ནི། གཡས་ཕྱོགས་སུ་ཡ། དེ་ནས་ཡ། ད། སྣ་གཡས་པ་ནས་སྣ་དགུང་གཡས་པ་ནས་མ། བརྒྱུད་ནས་དེ་ནས་མ། མཐུད་ནས་ཨ་ནི་མ། ཏེའུ། ལྟེ་མཚམས་འོག་ལ་དེ། རྩ་སྔོན་པོ་དེ་ལ་མཐུད་དེ་དེ་ནས་རྩ་དཀར་པོ་གཅིག། ཨ་ནི། གཡོན་མཚམས་ནས། དེ་ག་ནང་བཞིན་སྣ་དགུང་ནས་མ། རྩ་དམར་པོ་གཅིག་མཐུད་མཚམས། མ་གའི་ལྟེ་འོག་ནས་ད་གསུམ་འདུ་འཛོམས་དེ་དེ་འདྲའི་ཅིག་གོ་རེད་ཨ་ནི། དེ་ལྡོག་སྟེ་དབུས་མཐིང་གཡས་དཀར་གཡོན་མར་ཡིན་དགོས་རྒྱུ་མཚན་དེ་གཙོ་བོ་ཨ་ནི། གཡས་དཀར་ཕོ་དང་གཡོན་མར་མོ་དང་དབུས་མཐིང་རང་སེམས་ཡོད་དགོས་དེ་ག་རེ་ཟེར་ན། གཙོ་བོ་རང་ཉིད་ཀྱི་ད་ཕྱག་ཚུལ་འདྲ་བོ་ཅིག་རེད་ཨ་ནི།

གཡས་པ་དེ་ནས་སྣ་དགུང། གཡས་པ་བཀག་ནས་དེ་ནས་དབུགས། སྲིན་བལ་དང་འཇམ་པོ་ཅིག་ཡ་དག་དབུགས། ལྗང་གུ་ལྗང་སྐྱ་འདྲ་བོ་ཅིག་ཡ་རྔུབས་ནས། ལྷོད་ལྷོད་ཅིག་རྔུབས་ནས་ཨ་ནི་མ་ལྟེ་མཚམས་ནས་སླེབས་དུས་ག་ལ། ལྟེ་མཚམས་འོག་གི་སུམ་དོན་སླེབས་དུས་ག་ལ་དེ་ནས་མ་ཕྱིར། དབུགས་རྔུབས་བཞག་པ་དེ་དབུགས་ལེན་བཞག་པ་དེ་མ། བཏང་གཡས་ཀྱི་དབུགས་མ་སྦྱིན་བཞག་པ་དེ་ཨ་ནི་ད་ལེན་སྟངས་ཅིག་རེད་འདི་འདྲས།

སྔོ་སྐྱ་འདྲ་བོ་ཅིག་ལ་བསམ་བློ་བཏང་དགོས་རེད། ཨ་ནི། ད་འདི་ནས། གཡོན་ནས་དབུགས་ལེན། གཡས་སུ་བཏང་དེ་འདྲས་ཐེངས་མ་གསུམ་བྱས། དེ་གི་གསུམ་གི་གནས་དེ་ལ་ཨ་ནི་བསམ་བོད་ཀྱི་ཀུན་སློང་འདྲ་བོ་དེ་ག་འདྲས་ཁེལ་དགོས་ཟེར་ན་ཨ་ནི། ད་དབུགས་སྦྱང་བརྒྱ་དེ་ཡར་རྔུབ་དུས་གང་ལ་འབྱུང་བའི་བཅུད་དང་ནུས་པ་ཐམས་ཅད་ཡར་རྔུབ་ནས་དེ་ཡི་ཤུལ་དུ་མ་དབུགས་དེ་མ་ཕྱི་ལོག་བཏང་དུས་འབྱིན་དུས་གང་ལ་ཨ་ནི། བཟླས་པའི་དག་རྐྱེན་བར་ཆད་དང་རེག་ཨ་ནི། རླུང་ལས་གྱུར་པའི་ནད་ལ་སོགས་རེག་ཨ་ནི། ཕོ་དོན་ཐམས་ཅད་ཨ་ནི། དེ་ནས་མཉམ་དུ་དབུགས་ཧར་གྱིས་ཤུགས་བྱས་ནས་མ། སྦྱིན་འོང་དུ་དེ་དང་མཉམ་དུ་མ་ཕྱི་ལོགས་ལ། སྟོན་པ་ལ་སོགས་དང། ལུས་སྟེང་ནས་མ་གཙང་མ་སོས་པ་ལ་སོགས་ཅིག་འདི་འདྲས་ཀྱི་ཀུན་སློང་ཁྱེར་དགོས་རེག་ཨ་ནི། གཉིས་པ་དེ་དག། གོ་རིམས་འགྲོ་བྱེད་བཟློག་ནས་དག།

ཁྲིད་པ་དང། དེ་ག་ནང་བཞིན་མོ་དོན་རེད་དེ་གནང་བཞིན་རེད། མ་འོངས་པའི་རྐྱེན་ངན་བར་ཆད་ཐམས་ཅད་དེ་དུས་སེལ་བར་ཅིག་བསམ་བློ་གཏང་དགོས་རེད། མཐའ་མ་དེ་ལ། ད་དབུགས་འབྱང་རྒྱ་བྱས་སྣ་སྒོ་གཉིས་ཀ་ནས་ཡར་ལེན་ནས། ལྟེ་མཚམས་ལ་སླེབས་དུས་ག་ལ། དབུས་ཀྱི་ལྟེ་འོག་ནས་མ་དབུས་ཀྱི་རྩ། དེ་ནས་ནི་ཡ། སྤྱི་གཙུག་ནི་ཡ། ཐོན་འབར་ཅིག་དབུགས་དེ་མ་བཏང། བཏང་བས། ད། དམིགས་པ་རོ་ཞིག་བསྒོམ་དགོས་རེད། ཡིན་རྒྱུ་དབུགས་དེ་མ་བཏང་དུས་ཀ་སྣ་ཁུང་གཉིས་ནི་མ། བཏང་གི་ཡོད་པ་ལ། སེམས་ཀྱི། ཀུན་སློང་ཁེབས་སྟངས་འདྲ་བོ་དེ་ཨ་ནི། སྤྱི་གཙུག་ནི་ཡ་ཐོན་འབར་རོ་ཞིག་བསམ་བློ་བཏང་དགོས་རེད།

དབུགས། དེ་མ། འབྱིན་དུས་གང་ལ། ཨ་ནི། ཀུན་སློང་འདྲ་བོ་དེ་ཨ་ནི། ད་ལྟའི། ཨ་ནི་སྐྱེ་ངེས་བར་ཆད་གང་ཡིན་པ་དང། ཨ་ནི། དེ་ག་ནང་བཞིན་གྱི། བད་ཀན་ལས་གྱུར་པའི་ནད་རིགས་ཐམས་ཅད་ཨ་ནི། ཕྱི་ལོགས་ལ་ཨ་ནི་གཙང་མ་བཟོ་བ་དང་མེད་པ་སེལ་བའི་ཨ་ནི་ཀུན་སློང་འདྲ་བོ་ཅིག་སེལ་བ་བསམ་པས་དེ་གལ་ཆེན་པོ་རེད། ཨ་ནི། དེ་འདྲའི། རླུང། འབྱིན་རྔུབ། དག་སྒྲུབ་བྱེད་པ་ལ་བརྟེན་ནས་སོ་སོའི་སེམས་པ་ལྷོད་དུ་བབས་ཡར་འགྲོ་བ་དང། སྒོམ་ཉམས་ལེན་འགྲོ་བྱེད་ཀྱི་ཡིན་ན་དེ་མ་བྱས་པའི་སྔོན་ལ་རྩ་སྒོ་དབྱེ་བ་དང་འཁོར་ལོ་དབྱེ་བ་འདི་འདྲའི་ཐོག་ནས་ཉམས་ལེན་ལ་སེམས་པ་ཏག་ཏག་ཅིག་དམིགས་པ་གནས་ཐུབ་ཡག་གི་ཕན་ཐོགས་ཆེན་པོ་ཡོད་རེད། འདི་རླུང་རོ་དགུ་དྲུག་གི་ཉམས་ལེན་མདོར་བསྡུས་ཅན།